གཏམ་འདིའི་ཁུལ་དུ་དེ་ང་ཚོ་དབང་བཞིའི་དམིགས་པ་བྱས། ད་དབང་བཞིའི་དམིགས་པ་དེ་བྱས་རྗེས་དབང་བཞིའི་བྱིན་རླབས་དེ་བྱེད་པ་གཅིག་ཉིད་དུ་གཅིག་ཆར་དུ་མ་བྱས་ཏེ་བར་སྐུ་གདུང་ལ་ཡང་དག་ཡི་གེ། བླ་མ་རྡོ་རྗེ་འཆང་འདི་ད་ལྟ་ང་ཚོ་གར་སོང་ལ་དུས་དུ་དགེ་སློང་ངོ་རྣམས་སྦྱིན་བྱས་ནས། ད་ནང་སོ་དྲག་ཅེས་ཆོས་འདི་འཇོག་བྱེད་དེ་འདྲའི་གཅིག་ང་ཚོ་ད་ལྟ་གསལ་བཏབ་ཤོག་རེད་པ། ད་འདིའི་དད་པ་ཁྱོན་ནས་མི་འདུག་ཕྱི་ནས་ཨ་ཁུ་ཤེས་རབ་རྒྱ་མཚོ་ལ་སོགས་པ་དང་ཁོ་ན་ཚོ་མང་པོ་ཞེ་བོ་གཅིག་གིས་ནང་སོ་དྲག་ཅེས་ཆོས་འདི་འཇོག་གི་དུས་ངོ་ནམ་གང་ལ་བཞུགས་དེ་ཉིད་བླ་མ་གཅིག་ལ་ཡང་རྡོ་ཆང་ཡུམ་ཆེ་ཞེས་རིང་མོ་ཕུད་ཀི་བསྟོད་ཡ་དེ་ཡག་པོ་ཆོད་ནི་མི་འདུག་ཞེས་བཤད། དེ་ཕལ་ཆེར་ཚུལ་ཁྲིམས་དང་དོལ་ཚོགས་ལས་ཕལ་ཆེར་གཏན་འབྲེལ་ཆུག་ས་རེད་ཞེས་དེ་ལ་ཡང་བསྟོད། ད་ང་ཚོ་འདིའི་སྐད་དུ་དེ་དོན་གྱིས་བཤད། ཡ་བཟོད་གསུང་གི་ཐུགས་ཀ་ལ་ཡང་རྡོ་ཆང་རེ་རེ་བསྲེས་སྟབས། དོན་གྱིས་ང་ཚོ་གཅིག་ལ་ཆང་བྱེད་གཅིག་ལ་སྤྱན་རས་གཟིགས་བྱེད་གཅིག་ལ་སང་ར། ཕྱག་ན་རྡོ་རྗེ་གོས་སྔོན། ནམ་སང་སྔོན་པོ་ཆོས་དུ་འགྱུར་ཞེས་དེ་འདྲ་ཞིག་བསྲེས་སྟབས་ཡིན་པ། སྤྱན་རས་གཟིགས་ཕྱག་བཞི་པ་བསྲེས་སྟབས་ན་ཡག་གི་ཤོས་རེད། ད་ཕྱག་སྟོང་ཆིག་སྟོང་ཡང་དུ་ཡོང་ཆོག་གི་རེད་དེ་ང་ཚོ་གོམས་ཐུབ་གི་མ་རེད། ད་ཕྱག་བཞི་པ་བསྲེས་སྟབས་ད་ཡག་གི་ཤོས་རེད།

དཔེར་ན་ང་ཚོ་དངོས་གནས་བྱེས་སོ་ནས་གཅིག་གི་རྒྱལ་སྲོལ་ལོ་ཏིང་གི་སྲོལ་འབྲས་དང། བྱང་མ་གླིང་གི་སྲོལ་འབྲས་རྟེན་འབྲེལ་ལ་གནས་དང་གནས་བརྟན་མ་བསྟེན་ཏེ་སྐྱ་ཆོས་སྐྱ་ཐམ་པ་གཡོ་ར་དང། འོ་ད་དུ་ཚོའི་གྲས་ཀྱི་ཚོགས་སུ་ཞིང་སྐྱིད་ས་ཞིང་དེ་ལས་སྐྱེས་ཏེ་འཇུག། ད་ང་ཚོ་ནང་པ་སངས་རྒྱས་པའི་ཆོས་ལུགས་དངོས་གནས་ནས་བྱས་ན་ཡུལ་ཆེན་པོ་ཉི་ཤུ་རྩེ་བཞི་དང་དུར་ཁྲོད་ཆེན་པོ་བརྒྱད་བཞི། གནས་ཆེན་ཉི་ཤུ་རྩེ་བཞི། དུར་ཁྲོད་ཆེན་པོ་བརྒྱད་བཞི་ནི་གཅིག་ཟེར་གྱི་ཡོད་རེད་པ་ད་ལྟ་ང་འཇིགས་བྱེད་ནང་དུ་ལས་ཡོད་པ། འོ་ད་དེ་ལས་ཡོད་དེ་འཇོག་གི། གནས་བདག་གི་ཚུལ་ཕྱེ་ནས་ཡོད་དེ་འཇོག་གི་གནས་བརྟན་མ་དེ་གས་ད་དེ་གས་ཞིང་སྐྱིད་ཕྱེ་ནས་འོ་ད་ཞིང་དེ་ལས་སྐྱེས་ཏེ་འཇོག་གི་དེ་འདྲས་ཀྱི། ནད་བདག་དེ་གི་ལ་མ་ང་ཚོའི་མ་ལ་ལྟ་ལ་གཅིག་བྱས་ན་འོ་ད་དེར་ལྟ། ཞིང་སྐྱིད་ཀྱི་ཕྱག་རྒྱ་མང་ཆེ་ན། དེ་ལ་དཔའ་མོ་ཡོད་ཆོག་གི་རེད་དཔའ་མོ་ཡོད་ཆོག་གི་རེད། ད་ལྟ་ང་ཚོ་འདི་ཕྱག་རྒྱ་མ་བྱིན་རླབས་འགྲོ་གི་ཡོད་ཙང་དཔའ་མོ་དེ་ག་རེད་བོད་མི་དེ་ག་སྐྱེས་པའི་ཡོད་པ་ཆད། དེ་གནས་སྟངས་ཀྱི་གནས་བརྟན་ཕ་དེ་རེད་ཡོད་པ་ཆད། ད་ལྟ་ང་ཚོ་འདི་ཞིང་སྐྱིད་ཀྱི་ཕྱག་རྒྱ་མ་བྱིན་ན་འདི་གོ་དེ་ཡོད་ཙང་གནས་བརྟན་མ་དེ་ག། ཁྱེད་སེར་བྱེས་རིན་པོ་ཆེ་ངས་རྗེ་བཙུན་ཤེས་རབ་སེང་ག་ལ་ཡ། ལུང་པ་དྲིལ་བུ་རི་དྲིལ་བུ། སོ་ལྟ་ཆེ་མཆོག་བྱོས། དེ་གནས་སྟངས་འདི་གནས་བརྟན་མ་བྱེད་གི་ཆེ་ཧོ་ད་ཞིང་སྐྱིད་མཁའ་འགྲོ་མ་ཧོ་ཆད། ཞུ་བ་དུ་བ་ཅིག་ཕྱག་རྒྱའི་སྟེང་དགོས་ནི་དེའི་སྟེང་དོན་རྟོགས་ད་དེ་དུས་ན་ལུང་བསྟན་ཚར་སོང། མིའི་བུ་མོ་འདི་འདྲ་ཞིག་ཅིག་མངོན་གསལ་དོད་པོ། ཁྱིམ་བུ་མང་ཚོགས་དེ་ལ་མ་དད་པའི་གོ་ཚུལ་མ་སོ་སོ་གང་གི་ཁ་བཏང་དུ་ཡག་སོ་དེ་འདྲའི་མ་བྱས། ཁོ་ལ་གཉའ་བ་བཀྲུ་རྒྱུ་ཞེ་སྡང་གཉའ་བ་ཁྲིད་རྒྱུ་དོན་མེད་པ་ཞེ་ད་ཞིང་གཅིག་མཁའ་འགྲོ་མ་སྟོད། ཕྱག་རྒྱ་མ་བསྟན་ཞེ་ད་དེ་དུས་ནས་ཞལ་རོབ་རྩེར་སངས་སོང་བ་ད་དོ་བ་ཡོད་རེད་དོན་དུ། ཁྱེད་རས། མ་འོངས་པ་ན་ཕྱག་རྒྱ་ལ་དོན་བསྒྱུར་བ་དེ་ལུང་པ་དོ་བ་ཡོད་ད་ཞེས་བརྗེད། ད་ང་ཚོ་དམིགས་བསལ་ཡིན་ཡང་ཁོ་ན་ཚོས་ཕྱག་རྒྱ་ཞེས་པའི་ལོ་རྒྱུས་དེ་ཡོད་མ་དེ་ད་ས་བོན་དོ་ན་དཔེར་ན་རྗེ་བཙུན་མི་ལོ་ལྟ་བུ་ཆགས་སོང་བ་ལས་ས་བོན་དོ་ན་ཕྱག་རྒྱ་མ་བསྟན་ཞེས

ཏང་སྒྱུར་ལས་ཐོབ་ཚང་ཆོས་ཀྱི་བོན་མི་སོ་སོའི་ཕྱག་བཞེས་བསྟན་འཛིན་ཐོག་རྣལ་འབྱོར་ཕ་ལ་ཕན་ཐོགས་རུ་གཞོན་ནུ་མ་གཏོགས་གཅིག་གིས་ཕྱག་བགྱི་བསྟན་གཡག་འདི་སྒྱུ་ལུས་མ་དག་པ་བརྟག་མཁན་གྱི་ཆེད་དུ་བསྟན་པ་ཡིད་ཆེས་མ་ཐུབ་པས་ཆད་འདོད་དེ་ཚང་གི་གོ་བ་རླབས་ཆེན་པོ་ཞུ་མེད་དུ་ཡོག་སོར་ཅི་ཆགས་འགྲོ་གི་རེད་པ། ད་དེ་གའི་སྔ་རྗེས་ཡིན་ད། ད་ལྷན་སྐྱེས་སུ་ཚོའི་དེའི་སྒང་འདི་རེད་འོད་ཟེར་ད། ཟུང་འཇུག་གཉིས་ཀྱི་རྟོགས་པ་ལ་གནད་དུ་ཡོད་དགོས་བོད་མི་ཚོ་རེད། ད་ག་འདི་ལ་རྒྱ་སྔགས་ཞལ་བཞེས་ནས་བཤད་དགོས་ད་ད་དེ་རིང་ངས་འདི་ཁྲོམ་བསྒྲགས་རེད་ལྟས་ཤིག་ཡོད་ད། འོད་ཟེར་ད་སྒྱུ་ལུས་ཀྱི་རྟོགས་པ་ལ་གནད་དུ་ཡོད་དགོས་བོད་མི་ཚོ་རེད། ལྷན་སྐྱེས། འོ་ད་དེ་འདྲ་ལ་གནས་འགྱོ་གི་ཆགས་གཞི་དུ་ད་དོ་ཚོ་མང་པོ་སྤྲོས་ནས། རང་གི་སྙིང་ག་ནས་དོ་ཚོ་མང་པོ་མ་སྤྲོས་ཡོད་ཤེས། དཔེར་ན་ང་ལྟ་བུ་ཞིག་གིས་ད་ལྟ་ག་འདི་ལ་གྱི་གོམ་དུ་ད་འདི་འདིའི་གི་དུ་དེ། ཡིད་འོང་ཆོས་དབྱིངས་སྣ་ཚོགས་མེ་ཏོག་དང་དྲི་ཆེན་བདུག་པའི་སྣང་སེམས་དྲི་ཆུ་ས་དངོས་ཤེས་ཡིན་གྲུབ་ཆོས་ཚན་རྒྱ་མཚོ་དང་བསོད་ནམས་ཞི་ཁྲོ་ཁྱོད་ལ་མཆོད་པ་ཕུལ་སྣ་ཚོགས་བསྟོད། ང་རང་གི་སྙིང་ག་ནས་མ། ཞིང་སྐྱེས་ཀྱི་རྟོག་པ་ལ་གནས་འགྱོ་གི་མཁའ་འགྲོ་མ་མང་པོ། ངག་སྐྱེས་ཀྱི་རྟོག་པ་ལ་གནས་འགྱོ་གི་མཁའ་འགྲོ་མ་མང་པོ། ལྷན་སྐྱེས་ཀྱི་རྟོག་པ་ལ་གནས་འགྱོ་གི་མཁའ་འགྲོ་མ་མང་པོ། གནས་ཆེན་པོ་ཉི་ཤུ་རྩ་བཞི་ཡི། ཡུལ་ཆེན་པོ་བརྒྱད་དུར་ཁྲོད་ཆེན་པོ་བརྒྱད་ལ་སོགས་པ་ད་དེ་འདྲ་ལ་གནས་ཀྱི་ཡོ་གའི་མཁའ་འགྲོ་མ། ཞིང་དག་གི་ཚུལ་དུ་ཞུགས་ཏེ་ཡོ་གའི་མཁའ་འགྲོ་མ་ཐོག་ཏུ་ཆས། ཨ་ནི་མངོན་སུམ་སྒྱུ་ལུས་ཀྱི་རྟོག་པ་ལ་གནས་ཏེ་ཆས་ཨ་ནི་འོད་གསལ་དུ་ཟུང་འཇུག་ཉིད་ཀྱི་རྟོག་པ་ལ་གནས་པ། ཟུང་འཇུག་ལ་སྤངས་པ་ཟུང་འཇུག་ཡོངས་སྐུར་རྟོགས་པ་ཟུང་འཇུག་ཡོངས་སྐུར་རྣམ་སྨིན་དོན་ཡོངས་ཆོས་སྐུར་བ། དོན་རྩོད་རྟོག་པ་ལ་གནས་ཏེ་ཡོ་གའི་ཕྱག་རྒྱ་མ་མང་པོ་མ་སྤྲོས་ནས་ད་དོན་རྩོད་ང་ཚོའི་སུ་ལ་གཅིག་ཡོད་ན་ས་ལམ་རྟགས་སུ་ལ་སྤྲོ་སྐྱོ་རིས་མ་གཏོགས་གཅིག་གི་ཐབས་ཤེས་ཁྱོན་ན་མེད་དེ་ཡོ་སུ་གཏོང། སྤྲོས་བཅས། དོན་གྱི་ཡན། མདུན་གྱི་ནང་ང་ལ་ཡོད་དེ་ཡོ་གའི་བླ་མ་ཡབ་སྲས་གསུམ་པོ་དེ་གས་འདི།

ཟག་མེད་ཀྱི་ལྟེ་བ་ཁྱབ་ར་ཆེན་ཤེའུ་ཅི་འཁྲུངས། དེ་བཞིན་གཉིས་ཀྱི་ཡེ་ཤེས། དེ་འཁྲུངས་པ་ལ་རྟེན་བྱེད་ཅེས་རིན་པོ་ཆེ་འི་ཐུགས་ཀ་ལ་འཁྲུངས། དེ་ག་ནས་ཤིག་རྒྱལ་སྲས་རིན་པོ་ཆེའི་ཐུགས་ཀ་ལ་འཁྲུངས། དེ་ག་ནས་ཤིག་ཁེར་རུ་ཐམས་ཅད་མཁྱེན་པའི་ཐུགས་ཀ་ལ་འཁྲུངས་ཅེས་ཁོང་རྣམ་པ་གསུམ་ག་ལུགས་ཀྱི་ཐུགས་ཀ་ལ་ཡ། དེ་བཞིན་གཉིས་ཀྱི་ཡེ་ཤེས་ཁྱབ་ར་ཆེན་ཟག་མེད་ཀྱི་ལྟེ་བ་ཁྱབ་ར་ཆེན་གོང་ན་མེད་པའི་ཁོང་ན་མེད་པ་ཁོང་ན་མེད་པ་ད་དེ་འདྲའི་གི་ཅིག་བི། བདེ་སྟོང་ག་ལ་ཡེ་ཤེས་ཁྱབ་ར་ཆེན་ད་སྔ་རོལ་བདེ་སྟོང་ག་ཡེ་ཤེས་ཁྱབ་ར་ཆེན་ཡོད་ཡོད་ར་དེ་ད་དུ་དེ་ག་ལས། ཤེའུ་ཅི་འཁྲུངས་སོ་སོ་ད་མཆོད་པས་ཉེས། ད་ཡོད་ན་ཐུགས་མཉེས་སོ་ཐུགས་རྒྱས་སོ།

དེ་འདྲའི་བསྟི་གནས་གཞན་ཞིག་ལ་གསང་བ་བལྟམས་པར་ཅི་ལྟར་ནི་ང་ཚོས་ཕྱིའི་མཆོད་པ་ཚིག་ལ་ཉེ་དུ་ཕྱིའི་བཟའ་བ་དང་བཅའ་བ་ལ་སོགས་པ་དེ་དག་གི་སྟེང་ནས་དུག་ཏུ་འཇུག་གི་མཆོད་པ་ཕྱག་ཏུ་གྱུར་ཚེ་ཕྱིའི་མཆོད་པ། དཔེར་ན་འདི། ཤིང་ཏོག་དང་མེ་ཏོག་གི་སོགས་ཚོན་དུ་གང་གཱ། ཕྱིའི་བཟའ་རྒྱུ་འཐུང་རྒྱུ་ལ་སོགས་པ་དང་འདྲ་སྟེ་དེ་དག་གི་སྟེང་ནས་བྱུང་དུ་གྱུར་སོགས་ན་ཕྱིའི་མཆོད་པ་ཕྱིན་དེ་རེད། ནང་གི་མཆོད་པ་ཚིག་ལ་ཉེ་དུ་ནང་དུས་ཀྱི་བསྟོད་པའི་གང་ཟག་གཅིག་གི་སྟེང་ནས་ལན་བདུན་དང་ཤ་ལྔ་དང་བདུད་རྩི་ལྔ་ལ་སོགས་པ་དེ་གའི་ནང་མཆོད་རེད།

སྟེས་དབང་མགྲིན་པ་སྙིང་ག་ཞེས་བཤད་ནས་ཨུ་མ་ཨ་ཨུམ་ཞེས་རྡོ་རྗེ་སྒྲུབ་པ་ལ་བར་ཆད་བཅད། ཁྱོགས་བཅུ་སྟེ་སྟེ་ཡིན་དུ་དུག་སེལ་ཡང་སྟེ་སྟེ་གྱི་དུག་གོ། ཨོ་ཏི་ཏི་བྱེད་པ་བཟླ། དེ་འབྲས་ཀྱི་སྟེང་ནས་ཡབ་ཡུམ་མཉམ་པར་འཇོག་ཨ་ནི་ཡབ་ཡུམ་མཉམ་པ་གཉིས་འཇོག་མ་ལ་བརྟེན་ནས་བྱུང་སྟེ་འཇོག་གི། སྤུ་ཡི་ཡབ་ཡུམ་གཉིས་ཀྱི་འབྲེལ་མཚམས་ལ་སླེབས་ཏེ་འཇོག་གི། ཡབ་ཀྱི་གསང་གནས་དང་ཡུམ་གྱི་གསང་གནས་འབྲེལ་མཚམས་ལ་སླེབས་ཏེ་འཇོག་གི་བྱང་སེམས་དཀར་དམར་གཉིས་འབྲེལ་ཏེ་འཇོག་གི་མཚམས་ཞེས་རོལ་པ། བྱང་སེམས་དཀར་དམར་གཉིས་འབྲེལ་ཏེ་འཇོག་གི་མཚམས་དེ་ནས་ཡབ་ཀྱི་མཐེབ་སྲིན། ཕྱག་གཡས་པའི་མཐེབ་སྲིན་གྱིས་ཡར་དུག་སེལ་བླངས། ཨ་ནི་སློབ་མའི་ལྕེ་སྟེང་དུ་བཞག་པ་དེར་ལྟ་ས་བོན་དབང་དངོས་གནས་དེ་དེར། གསང་དབང་སྲ་གི་གསང་དེ་གི་སུ་དོ། ཡེ་ཧུད་ཉིད་ཀྱི་གསང་ལས་ནི་མ་བཟའ་ཏུ་གྱུར་གྱི་བྱང་སེམས་དཀར་པོ་དེ་ལ་གསང་སྲ། ད་དེ་རང་གི་སྤྱི་དོན་དུ་མ་བཞག་ཅི། བདེ་སྟོང་ལྷན་སྐྱེས་ཀྱི་ཡེ་ཤེས་ཁྱད་པར་ཅན་སྐྱེས་པ་དེ། ད་དེ་མྱང། མྱང་བ་ལ་དེ་ནི་བདེ་སྟོང་ལྷན་སྐྱེས་ཀྱི་ཡེ་ཤེས་ཁྱད་པར་ཅན་སྐྱེས་པ་དེ་ལ་གསང་དབང་སྲ། ད་དེ་བ་ཕུ་ཡ་དེར་ད། དེས། གསང་དབང་བྱེད། ང་ཚོས་ཕི་ཀའི་ཡེ་ཧུད་ཉིད་མཉམ་པར་ཕྱོགས་པ་ལ་བརྟེན་ནས། བུ་གའི་ཡབ་ཡུམ་གཉིས་ཀྱི་གསང་གནས་ཀྱི་དྲན་རྩེ་ནས། ཅིག་བདུད་རྩི་དཀར་དམར་གྱི་དེ་འདྲ་ཅིག་མཐེབ་སྲིན་གྱི་གླང་ཆེན་ཡམས་ཀྱི་ལྕེ་སྟོད་དུ་ང་ཚོའི་ཕ་ཤ་ཡོམ་དེ་འདྲ་ཅིག་གི་དེ་ནས་ཕ་དབང་བསྐུར་གྱི་ཡོད་ས་ཆགས་སོང་ང། འདི་ཤར་མ་རེད། ད་དེའི་སྙོམས་པར་ཞུགས་པ་ལ་བརྟེན་ནས་ཐུགས་རྒྱུད་ལ་ཡང། ཟག་པ་མེད་པའི་ཚིག་ཡེ་ཤེས་བདེ་སྟོང་གི་ཡེ་ཤེས་ཁྱད་པར་ཅན་དེ་འདྲ་ཞིག་སྐྱེས་སོང་ས་ད་དེ་བསམ་ཐག་ཆོད། ཡང་ན་འདི་རང་ལ་ཚུལ་སྟེར་ཡག་དགོས་ཚུལ་སྟེར། སྟེར་བ་ལ་བརྟེན་ནས་རང་རྒྱུད་དུ། བདེ་སྟོང་ལྷན་སྐྱེས་ཀྱི་ཡེ་ཤེས་ཁྱད་པར་ཅན་ཞིག་སྐྱེས་དེ་བདུད་རྩི་དེ་མྱངས་པ་ལ་བརྟེན་ཆེད། དེ་ཚོ་ནི་འཇིག་ཡེ་ཤེས་ཁྱད་པར་ཅན་ཞིག་སྐྱེས། དེ་སྐྱེས་ཏེ་འཇོག་གི་དེ་ཚོ་ནི་འཇིག་ཡེ་ཤེས་དེ་ཡབ་ལ་ཡང་ཕུལ་གྱི་ཡིན་བསམས་སོ། ཡབ་ཡུམ་གཉིས་པོ་དེ་གའི་ལྷ་དང་བླ་མ་ལ་ཡང་ཕུལ་བསམས་སོ་འོ་ད་དེར་གསང་བའི་མཆོད་པ། ནམ་རྒྱུན་ང་ཚོ་གསང་བ་བསྔོ་བ་ནང་དུ་བསྐུར་ཡ་དེ་ཀ་ལ་ཀ་པོ་ར་བ་སྔོན་དབང་བསྐུར་དགོས་ཚུལ་ནི་ནུབ་ཡིག་རིག་མ་སྤྲད་ནས་ད་ང་ཚོ་བསྐུར་ཡ་དེར་བ། དགེ་འདུན་ཆོས་མེད་ལགས་རྒྱ་གར་ལ་ཕེབས་དུས་བ་ཀུ་ཏུ་ལ་རྒྱ་གར་ལ་བསྔོ་བ་བསྐུར་ནི་འདུག་བསལ་ཏེ་དགེ་འདུན་ཆོས་མེད་ལགས་ཀྱིས་ནུབ་ཡིག་ནང་ལ་བྲིས་ཤོག་རེད། བོད་ལ་ཕལ་ཆེར་བསྔོ་བ་བསྐུར་ནི་ད་ལུང་ཀྱོག་མཛོ་ལ་ཁུག་ཀྱོག་པོད། དཔེ་ཆེན་དོན་གཉིས་མེད་དུ་ཡོད་ཀྱི་བླ་མ་ཛེ་བཙུན་སྟོད་ཀྱི་སྐུ་གུ་ནི། དགེ་ཕྲུག་གྲྭ་པ་ལོ་བཅུ་ཡག་སུ་ལ་བཟོ་རྒྱུ་ནི་མ་གཏོགས་ཅི་གི་ཤེས།

སློབ་མ་ཡིན་གཅིག་མིན་གཅིག་གི་བདེ་སྟོང་སྦྱར་བརྗོད་ཡོད་ཡོད་ཉིད་མཉམ་པར་སྦྱར་བརྗོད་འོ་དེ་ལས་ཤེས་རབ་ཡེ་ཤེས་དབང་ཟག། ད་ནི་ང་ཚོ་མོས་དབང་བྱེད་རྒྱུ་སུ་ཞིག་རེད་བ་མོས་དབང་བྱེད་རྒྱུ་སུ་ཞིག་མ་གཏོགས་གཅིག་གིས་གེ་གེ་ཡོད་མ་རེད་བ། ད་མོས་དབང་བྱེད་འདི་ཐོག་ང་ཚོ་ག་རེ་རེད་བསམ་དུས་ཐོག་དོན་གྱི་ཡི་གེའི་ཕྱག་རྒྱ་མ་མང་པོ་ཞིབ་ཅིག་སྤྲོས་ཞུས་བ་ཁྲི་སྟོང་མང་པོ། ཞིང་སྐྱེས་ཀྱི་རྟོག་པ་ལ་གནས་དུ་ཡོད་རེད་སྔགས་སྐྱེས་ཀྱི་རྟོག་པ་ལ་གནས་དུ་ཡོད་རེད་ལྷན་སྐྱེས་ཀྱི་རྟོག་པ་ལ་གནས་དུ་ཡོད་ད་མང་པོ་ཞིབ་ཅིག་བ། ད་ནི་ང་ཚོའི་པ་བ་མེ་སོ་དེ་ནི་མ་བརྡ་དོན་དུ་དུ་དུ་བ་དྲོ་བ་ཁུར་ཡོང་མ་རེད་ཁྱོད་ནི་ཁུར་དུ་བ་རེ་བ་ཁུར་ཡོང་མ་རེད་ཚུལ་དགུ་ཁུར་མ་རེད་དུ་བ་ཁྱོད་ནི་ཚུལ་དགུ་མ་རེད།

རིགས་རྒྱུད་བཙོག་པ་དེ་འདྲས་གཅིག་ལས་གཅིག་ལ་ཡོང་དུས་དོན་ཡང་གཅིག་ཡོང་དུས་ཡོད་རེད་པ། དོན་གྱིས་དགེ་ཕྱག་རྒྱ་མོ་ཕུལ་བ་ཡིན་པ། ཕྱག་རྒྱ་མོ་དེ་ཡང་ཕུལ་འདོད་དུ་ཡིད་འོང་ཆོས་ཡིན་སྣ་ཚོགས་མེ་ཏོག་དང་སེར་ཚེ་ཚིག་དེ་རྫོགས་བ་དེ་དུས་མྱུར་དུ་ཕྱག་རྒྱ་མོ་དེ་གིས་གང་ཡང་ཕུལ་ཅི་ཤེས། ཡང་དེ་ཡི་ཡུམ་ལ་ཐིམ་པ་ཡིན་པ། ཡུམ་ལ་ཐིམ་རྗེས་ཡབ་ཡུམ་གཉིས་སྙོམས་པར་བཅུག་པ་ལ་བརྟེན་ནས་དེ་གཞན་ལྷན་སྐྱེས་ཀྱི་ཡེ་ཤེས་ཁྱད་པར་ཅན་སྐྱེས་དུས་དེ་འདྲས་གཅིག་ལ་ཤེས་རབ་ཡེ་ཤེས་དབང་དེ་དག་དེ་འདྲས་གཅིག་ལ་རྩིས་ཤེས་འདྲི་གི་རེད། དེ་འདྲས་གཅིག་ལ་རྩིས་ཤེས་ན་ཏག་ཏག་གཅིག་ཡོད་ས་རེད། ཐུགས་ལ་དབང་ཆེན་པོའི་ཡེ་ཤེས་སྐྱེས་པ་དེ་ལ་ཡང་ས་ཡང་དབང་ཞེས།

དེ་ཁོ་ན་ཉིད་ཚེ་དབང་རིན་པོ་ཆེའི་གསང་མདུན་དུ་ཟུང་འཇུག་ངོ་འཕྲོད་པའི་ཐབས་སྩོལ་ཏོ། བླ་མའི་ཡེ་ནས་མའམ་ཟུང་འཇུག་ངོ་སྤྲོད་བྱས། ཨ་ནི་སློབ་མའི་དང་བླ་མའི་བདུད་རྩི་མྱངས་པ་ལ་སོགས་པ་དེ་དེ་དུས་ཀྱི་ཤུགས་ལ་བརྟེན་བཅས་ཟུང་འཇུག་དང་ངོ་འཕྲོད་པའི་འོད་གསལ་དུ་སྒྱུ་ལུས་ཉིད་དུ་ཟུང་དུ་འཇུག་པའི་ཟུང་འཇུག་ངོ་འཕྲོད་པ་དེ་ལ་ཡང་དེ་ཁོ་ན་ཉིད་ཚེ་དབང་རིན་པོ་ཆེ་དང་དེའི་ཚིག་གི་འགྲེལ་བཤད་རྒྱ་ཆེར། མིང་གོ་ལ་ལས་ཚིག་དབང་སིག་ཏུ་བ། ངས་དཔེར་ན་དཔེར་བྱས་ཆ་ཚང་བའི་འདི་ནས་མའམ་ཟུང་འཇུག་ས་དེ་འགྲེལ་བྱེད་ལ་གཟིགས་ཀྱི་རིགས་ཆེ་ན་བདག་དོན་མའམ་འགྲེལ་བྱེད་ཀྱི་བ་ལ་བརྟེན་བཅས་ཁྱེད་རང་རྣམ་པར་ཟུང་འཇུག་གི་དབང་དེ་རང་སོ་ནས་ཚིག་དབང་ཐོབ་པ་རེད། དང་བ་དངོས་ཤུགས་དང་བཙོན་ཟུར་བུ་མོ་གོ་ལ་ཤ་བ་ཚང་གི་ཁབ་ཁེ་ལ་ཡང་ཡོད་མ་རེད། ཐོབ་ཐོབ་ཡོད་མེད་ལྟ་རྒྱུ་རེད་སྐལ་བ་ནི་བཟང་པོ་ཞེའུ་ཅི་རེད། ཟུང་འཇུག་ངོ་སྤྲོད་པ་ལ་བརྟེན་ནས་ཟུང་འཇུག་དམིགས་བསལ་གི་དབང་ཟེར་མཁན་ཆགས་མ་སོང་ན་ཁྱེད་ཁོང་ལ་ནི་ཚིག་དབང་རིན་པོ་ཆེ་རག་ཡོད་མ་རེད། དཔེར་ན་རྒྱུད་ལ་ཡང་ན་བདེ་བ་ཆེན་པོའི་ཡེ་ཤེས་ཤར། བདེ་བ་ཆེན་པོའི་ཡེ་ཤེས་ཤར་ནས་དུས་ཡང་དུས་སྟོང་ཉིད་ཐོབ་པའི་ཤེས་རབ་ངོ་བོ་ལ་ཚུལ་སྐྱེས་ནས། སྣང་བ་ལ་ལྷོ་སྐུ་ཆེ་མྱུར་ཡུན་ལ་བདེ་བ་ཆེ་ཉི་ཡུ་ལ་སྟོང་པ། དང་འདི་གའི་གསུམ་གཅིག་ཆེད་དུ་ཚོགས་ཏེ་འདོད་དགུ་དེ་འདྲའི་ཡེ་ཤེས་གཅིག

དོན་གྱིས་ཀྱང་ལྷན་སྐྱེས་ཀྱི་རྟོག་པ་ལ་གནས་འགྱུར་གདགས་མཁའ་འགྲོ་མ་ཕྱག་རྒྱ་མ་མང་པོ་ཡོད་པ། འོད་གསལ་དུ་སྒྱུ་ལུས་དོན་འབྲས་ཀྱི་རྟོག་པ་ཟུང་འཇུག་གི་རྟོག་པ་ལ་གནས་འགྱུར་གདགས་དོན་རྟོག་པ་ཞི་བ་རེད། རྟེན་བུད་མེད་རེད་ད་རྟོག་པ་དང་བུད། ཧང་ས་ད་སངས་རྒྱས་ལ་མཁས་ད་དུ་བ་ལས་དོན་རེད་པ། སངས་རྒྱས་ཆོས་མཆོག་གསུམ་རེད། ཞི་བའི་རྟོག་པ་ཐོབ་པ་ལ་ཕན་དོན་རེད། ཚེ་དབང་རིན་པོ་ཏེའི་རྒྱུད་ལས་ཡང། བདེ་བ་ཆེན་པོའི་ཡེ་ཤེས་སྐྱེས་པ་ཙམ་གྱིས་གསང་བ་ཐོབ་པ་རེད། བདེ་བ་ཆེན་པོའི་ཡེ་ཤེས་དེ་ཏུ་ཉིད་ཐོབ་པའི་ཤེས་རབ་ངོ་བོ་ལ་ཚུལ་སྐྱེས་ཚད་གསུམ་ལ་དེ་དབང་ཉིད་ཚེ་དབང་རིན་པོ་ཆེ་ཐོབ་པ་དེ་དེ་ཙམ་གྱིས

ད་འདིའི་གི་དོན་ཡང་ཆོས་ཉིད་དང་ཉེར་སྤྱོད་དེ་དེ་འདྲའི་མང་པོ་ཞིག་བྱུང་དེ་དག་དོན་ཚན་དུ་གོ་བཞག་བྱས་ནས་དཔེ་ཆའི་འགྲིགས་ས་རེད། ཡིད་འོང་ཆོས་དབྱིངས་སྣ་ཚོགས་མེ་ཏོག་དང་དྲི་ཆེན་སྟུག་པོའི་སྣང་གསལ་དྲི་ཆབ་སོགས། མངོན་ཤེས་ཡིད་སྤྲུལ་མཆོད་སྤྲིན་རྒྱ་མཚོ་སྟེ། བསོད་ནམས་ཞིང་མཆོག་ཆོས་ལ་མཆོད་པ་འབུལ། ཆད་ལྟ་འདི་ཆོས་པ་དེ་རེད། ད་འདི་ནི་མ་བཞག་པ་རེད། གང་ཞིག་ཐོག་མེད་དུས་ནས་བསགས་པ་ཡི་ལུས་ངག་ཡིད་ཀྱི་མིག་གི་གཅིག་གིས་དང་ཁྱད་པར་སྟོང་པ་གསུམ་གྱི་མེ་དུ་ཆོས་ཉིད་ནས་བརྗོད་པར་གྲགས་པ་སོ་སོར་བཞག་ཨོ་ད་དེ་ལྟ།

སོ་ཐང་གི་འདོམ་པའི་སྤྱད་པ་དུ་གལ་ཏེ་འདོད་ལྟར་ཡོང་གི་རེད་ཕམ་པ་ཡོང་གི་རེད། ལྷ་ངོ་ཡོང་གི་ལྟུང་བྱེད་ཡོང་གི་སོ་ཤ་ཡོང་གི་རེད་པ། བྱ་བཞི་གསུམ་པའི་འདོམ་པ་དུ་གལ་ཏེ་ཡོང་གི་རྩ་ལྟུང་ཡོང་གི་རེད་ཉེས་བྱས་ཡོང་གི་དོན་དུ་འདོམ་པའི་དྲུག་ཅུ་རེ་བཞི་ཡོད་རེད། སྔགས་ཀྱི་འདོམ་པ་དུ་གལ་ཏེ་ཡོང་གི་རྩ་ལྟུང་བཅུ་བཞི་རེ་ཉེས་བྱས་ཡོད་རེད་སྦོམ་པོ་ཡོད་རེད། ངོ་ཐོག་དོན་ཚོགས་དུ་གལ་ཏེ་འདོད་ལྟར་འདིར་རི་བོ་ཀེ་ལུ་པའི་ཐུན་མོང་མིན་པའི་ཁྱད་ཆོས་ཞི་བ་ཅན་གསུངས་པ་ལྟ་བུ། འདོམ་པ་ལ་ཤོག། གཅིག་ཚིག་ཆེན་མོ་ནང་གི་བྱེ་རུ་མ་ཅིག་ཁོ་རང་ཐད་ཀ་ནས་ཕྱིན་རེད་པ་ད། དགེ་སློང་གསར་པ་དེ་འདྲ་ནང་ཤི་བྱེད་བྱེད་པ་དགེ་སློང་སྒྲུབ་འགྲོ་གི་འདུག་གོ་དེ་འདྲའི་གེགས་ཅིག་ད།

དང་ཕྱེད་གཅིག་གི་ཚེས་བཅོ་ལྔ་ལ་ཨོ་སི་ལོ་སི་ཐོག་གཅིག་ཡོད་རེད་པ། འོ་ན་བར་ཉེ་ག་ལ་མི་དགུ་དུ་ལ་དགེ་སློང་ཡོད་ན་དགེ་སློང་གི་ཆོས་སྤྱོད་དང་དགེ་ཚུལ་ནི་དགེ་ཚུལ་གྱི་ཆོས་སྤྱོད་ཆེ་ཕྱིར་ཆོས་གོས་སོགས་གཅིག་ཡོང་སྡོད་ཀྱི་ཡོད་རེད་པ། ད་དུང་ཚོ་གལ་ཆེན་པོ་བཞི་བོ་ཅིག་ཆགས་སྡོད། ང་ཚོ་པེ་ཅིན་དམར་ཤིང་པའི་ཕྱི་ནས་གྲིབ་བཏོན་གྱིན་འདུག་འོ་ཐོ་ཚོ་རེད། ད་ཐོ་ཚོའི་གྲིབ་བཏོན་ཡོད་རེད། གཅིག་ཕོངས་འདི་བཤགས་སྡོམ་བྱེད་མ་ཐུབ་པ་ཀུན་ལ་གཉིས་པ་ཅིག་ཕོངས། གཉིས་པ་བཤགས་སྡོམ་བྱེད་མ་ཐུབ་པ་ཀུན་ལ་གསུམ་པ་བཞི་བ་ཕོངས་ཞེས། ད་དོ་གི་ཕྱི་ནས་ང་ཚོ་དོག་པ་ཁ་བྱང་དང་རེ་བྲོ། ང་ཚོ་དེ་རིང་དེ་དཔེ་ཆ་སོང་ཙང་ཚིག་གཅིག་གཉིས་ཀྱི་ཕར་ལ་གོ་ཆིག་མ་རེད་པ།

སུ་སུའི་ངོས་ནས་བཟའ་ཟ་མ་བྱིན་ན་ཕི་གི་དང་དམ་ཚིག་རྒྱས་དཀྲུགས་ལ་ཕི་གི་གཉའ་བ་ལ་ཡུག་ཀུ་སང་ཕྱི་ཡས་མེད་ཕྱི་དང་ངོ་ཤེས་པ་དང་མ་ཤེས་པ་དང་ཆམ་པ་དང་མ་ཆམ་པ་དང་ག་ག་པ་ཏི་ཡི་དེ་ད་དེ་གཉིས་ང་ག་ཚད་མང་མོ་འཛོམས་ཐུབ་ན་དེ་ཡག་ག་ཚད་ཡག་ཅིག་ན་ཟོ་ཉོག་དྲ་ཚ་བོ་ཆགས་ཏེ་ཡོད་ད། ད་འདི། ཆོས་རྒྱུད་འདིའི་སི་གུར་བ་ད་རི་བོ་དགེ་ལུགས་པའི་ཐུན་མོང་ཡིན་པའི་ཁྱད་ཆོས་ཅིག། སྡོམ་པའི་བཀའ་ལ་ཤའོ། ཅི་ཙི་ཏུ་ཡ་ཏི་ཙིག་ཆེན་པོ་ཙི་ཏུ་ཡ། འོ་དེར་ལྟ། རྗེ་རིན་པོ་ཆེའི་དབུ་མའི་རྟགས་དབང་མཐར་ཐུག་པ་ཐུགས་རྒྱུད་ལ་འཁྲུངས་པ་གང་ཟག་རེད་དབུ་མའི་རྟགས་དབང་མཐར་ཐུག་པ་ཐུགས་རྒྱུད་ལ་འཁྲུངས་པ་གང་ཟག་ཡིན་པའི་ཚེ་དེ་ལ་ཡ།

ཕྱི་ཤུལ་བརྩིགས་བར་དུ་སོ་སོའི་ངོས་ནས་འདི། དུས་དམ་དཔའ་འདི་བསམ་ལ་ཚིག་བྱ་སྟངས་ལ་ལྟོས་ཨ། གང་ཞིག་ཐོག་མེད་དུས་ནས་བསགས་པ་ཡིས། ལུས་ངག་ཡིད་ཀྱི་མི་དགེ་ཅི་གིས་འདག། ཁྱད་པར་སྡོམ་པ་གསུང་གི་མི་མཐུན་ཕྱོགས་ཉིད་ནས་བརྗོད་པར་རག་པ་སོགས་ཤ་ལྷག་པར་དུ། སྡོམ་པ་གསུང་གི་མི་མཐུན་ཕྱོགས་དང་འགལ་ཏེ་ཡོད་དགོས་ལྟ། ཉེས་བྱས་ལྟུང་བ། ད་དེ་ཉིད་ནས་བརྗོད་པར་དྲག་པོས་ད་བར་བྱ་བའི་ཡིན། རྒྱུད་དུས་སྟོད་སྨད་ལས་ཡང། ཞོགས་པ་ཡང་ལ་ལ་མོ་ནས་ཆུ་ཁོལ་ཡིན་ན་རྒྱ་བལ་ཕྱེད་ཕྱེད་ཁ་ཐུག་ཆུ་ཚོད་ལྔ་བར་ཁ་ཐུག་ལ་བཞག་ཡོང་དགོས་རེད། ཨ་ནི་ཨང་དང་པོ་རེ་ཡང་ལྟུང་བཤགས་ཚར་གསུམ་འགྲོ་བ། གྱི་གོས་ད་གྱི་གོས་རེད་དཔེ་བྱད་གྱི་མཁན་རེད་སླ་མོ་འོན་ཚད་གཅིག་པ་རེད་ལྟོ་དེ་གཉིས་རེད་རྒྱུ་བོད་གྲྭ་ཚང་ལྷའི་ཚོད་དུ་ཏོ་ཀ་ལས་ཞིའུ་ཡོག་རེད་པ། རྒྱ་དམ་པ་ཡོད་ན་རྒྱ་དམ་པ་ལྟོ་དེ་དགུ་རེད་དཔེ་བྱད་ཁྲི་དགུ་རེད་ཨང་དེའི་སྒྲིག་འཛུགས་ཀྱི་འགྲོ་སྟངས་དང་བཅས་པ་གང་ག་ཅིག་བཟོ་དགོས་ཏོ། ཏང་དང་ཆོས་ཀྱི་ཟང་ཟིང་གང་ཆེ་ན་རྒྱ་དང་བཀའ་དྲིན་རྒྱང་ཉེ་འདུ་བ་ད་དེ་རེད། ཨེ་ཞོ་ག་འདི་དྲི་བ་ཕལ་གཉིས་དེའི་གོ་རང་རེད་ད་གྱི་བོད་སླ་མོ་འོན་ཚད་ཞི་ཐུག་ས་ཕེབས་དགོས་པ་སླ་མོ་འོན་ཚད་སུ་དུ་ཞི་ན་གི་མ་གྱི་བོད་བྱ་བའི་ཡིག་ལས་རེད། ཨ་ནི་མི་ནས་ཡང་ནས་ཡང་སེང་ལོ་མེར་ནས

ད་འདི་ཡིས་ཤག་པ་དེར་ཤག་པ་དེ་བྱ་ཅིག། ད་ཤག་པ་དེ་བྱེད་འདི་པ་ཀུ་དུ་མི་ཡང་རང་གི་སྐྱེ་བ་སྔ་མ་ལ་ཡང་བླངས་ཚངས་སྤྱོད་དེ་ག་ང་དང་སྐྱེ་བོ་ཕྱི་མ་མ་འོངས་པ་ལ་བླང་བར་འགྱུར་བ་དེ་ཚེ་དེའི་ཕ་མ་ལ་སོགས་པ་དེ་འདི་ད་ད་དོ་ཚོ་ག་ང་ཆ་ཚང་ལ་ག་ང་ད་རང་གི་ཉེ་འཁོར་གཡས་གཡོན་དེ་ག་ལ་ཚུར་བླངས་ཅིག་རང་གི་གཡས་ངོས་དེ་ལ་ཡང་ཚེ་འདིའི་དཔའ་བས་བྲིས་པའི་སེམས་ཅན་ཕོ་རིགས་ཐམས་ཅད་ལ་ག་ང་མ་ཞིག་དོན་གོ་མིང་རྣམས་ཅན་ད་བྱ་ཕོ་ཡི་གནས་སྒྲ་དུར་འབྲུ་ཕོ་ཡི་གནས་སྒྲ་ཁྱི་ཕོ་ཡི་གནས་སྒྲ་ལུག་ཕོ་ཡི་ནས་བཀྲ་དམའ་ཞིང་དོན་གོ་བོ་མིའི་རྣམ་ཅན་ཅིག་མིའི་རྣམ་པར་ཚུལ་ཤེས་དེ་ཡས་ངོ་དེ་ཡོད་བསམ། ཚེ་འདི་ཨ་མས་བརྩོན་པས་སེམས་ཅན་མོ་རིགས་ཐམས་ཅད་ལ་དགའ་དགའ་ད་ཡོད་ངོ་དེ་ཡོད་བསམ། རང་གི་འདས་ཟིན་པའི་སྐྱེ་བོང་ད་མོང་པོ་ན་བླང་པར་གྱུར་པའི་སྐྱེ་བ་ཐམས་ཅད་ལ་དགའ་དགའ་རང་གི་རྟགས་རྒྱུད་དེ་ནས་མ་ད་ན་སྤུ་ངན་ལ་ད་ཡོད་ས་གཞི་དྲག་པོ་ཁོ་བོ་ནང་བཞིན་ད་དེ་ལས་ཡོད་བསམ་བྱས་ཨ་ནི་དེ་ནས་མ་ཉམས་དོ་ཞུ་ས་ཡ། གང་ཞིག་ཐོག་མེད་ཐུན་ནས་བསགས་པ་ཡི་ལུས་ངག་ཡིད་ཀྱི་མིག་གི་ཕྱི་གི་བ། ཁྱད་པར་སྟོང་པ་གསུང་གི་མེ་དུ་ཆོས་ཉིད་ནི་བརྗོད་པ་དྲག་པོའི་སོ་སོར་བཤགས།

གང་གི་ཐོག་མཉམ་རེད། སྤྱི་ཚོགས་ཀྱི་ནང་ལ་ཡང་མི་དེའི་སྤྱི་ཚོགས་ཀྱི་ནང་ལ་ཡང་ག་རེ་གླེང་ཆོག་ཆགས་ཞེ་དང་ག་རེ་ཁྱབ་ཆགས་ཞེ་ནི་འོ་དེ་ཀུ་བུ་ཅུག་ཀྲོ་ཉོག་སུ་ཤི་མ་གཏོགས་ནི་ཅང་མི་འདུག་གོ། ཆོག་སེ་གེ་ཡོད་མ་རེད། མི་མང་ཆགས་མཁན་དང་ལ་ག་རེ་ནི་ད་སྙན་རྒྱུད་ཟེར་ནས་ཁྱོད་ནི་རྩི་ཤེས་ངེས་མི་འདུག་གོ། སྙན་རྒྱུད་སྙན་རྒྱུད་ཟེར་ནས་ཁྲོམ་ནང་ལ་མང་ཆགས་ག་ལ་གི་ཏོ་འོ་དེ་ཀུ་བུ་ཅུག་ཀྲོ་ད་ཁྲོམ་བསྒྲགས་རེད་ཁྲོམ་རྒྱུགས་རེད། མི་བུ་ཚོས་ནི་ག་དྲིས་ཤེས་ནི་འོ་ད་དེ་རེད། སུ་སུའི་སྙན་རྒྱུད་ག་རེ་ཡིན་མི་སུ་ནི་རྩ་ཆགས་ག་རེ་མི་རང་ལ་འཚམས་པ་ག་རེ་ནི་དེ་ས་ན་མ་འདང་བ་ཤེས། འོ་ད་དེ་ཀྱོག་ཀྱོག་གི་མ་ད་ས་ཞུ་རྒྱུ་རེད། ཐེམ་མ་མང་པོ་སོགས་དང། ཨ་ནི་ཅན་མིག་ཆུ་དང་ཨན་ལ་སོགས་པ་ལྟར་དེ་འདྲའི་གི་ཐོག་ནས་ཅིག་ཡོང་གི་འདུག་ན་ད་ད་ག་རང་ཆགས་ཏེ་ཡོད་ད། གང་ཞིག་ཐོག་མེད་དུས་ནས་བསགས་པ་ཡི་ལུས་ངག་ཡིད་ཀྱི་མིག་གི་གཅིག་གི་དང། ཁྱད་པར་སྡོམ་པ་གསུམ་གྱི་མི་འདོད་ཆོས་ཉིད་ནི་བྱ་བར་གྲགས་པ་སོགས་སུ་བཞག། ད་འདིའི་ཚིག་འདི་དངོས་གནས། ད་བཤེས་གཉེན་གཅིག་རེད་པ་ད་ད་མ་བཤེས་གཉེན་ནི་དུ་ག་ག་རེད་པ་ད་ད་བཤེས་གཉེན་གཅིག་གིས་བལྟས་པ་ཡིན་ན་ནི། འོ་ད་དེ་ལ་དཔེ་ཞིབ་བོ་གཅིག་གིས་ལྟ་དཔེ་ཤུགས་ཆེན་པོ་ཅིག་ལྟ་རྒྱུ་ཡོད་ཅེས་བཤད་པ་ཞེས་ཉམས་ལེན་གྱི་ཁྲོད་དང་ཆགས་སྡང་ཡོད་དུ་གཅིག་གིས་ལྟ་བས་ཡིན་ན་སྲིད་རྒྱུ་ལྟ། ཧ་ལས་པ་ལྟ་བུ་ཅིག་ད་ཀོ་རེ་སྐྱབས་ནས་ལེགས་བཤད་ཀྱི་མན་ངག་གི་འགྲོ་སྟངས་ཟབ་གནད་མང་པོ་ཞིབ་པོ་ཆེ། མདོ་དང་སྔགས་ཀྱི་ཉམས་ལེན་གྱི་གནད་འགག་མང་པོ་ཞིབ་པོ་ཆེ་ད་འདི་ཚིག་དེ་འདྲ་འདི་དུས་དེ་ཡོད་བཤད་ནས། སྡོམ་པོ་གསུམ་གྱི་དཔྱད་རྩོམ་དུ་གལ་ཏེ་ཡོད་པ་ད་མི་དུས་ཕྱོགས་སུ་དུས་ཐོག་ད་ཞལ་བོ་ཅིག་ཕྱག་ཏུ་འཁྱོལ་རེད་པ། དཔེར་ན་ང་ཚོ་ནམ་རྒྱུན་དུས་དུས་འདི་བཤད་འདི་དུ་སྡོམ་པོ་གསུམ་བཤད་ནས་ང་ཚོས་དེ་ལབ་ཏེ་འཁྱོལ་རེད་པ། སྡོམ་པོ་གསུམ་དེའི་སོ་ཐར་གྱི་སྡོམ་པ་བཤད་ནས་གཅིག་རེད། དེ་ནས་བྱང་ཆུབ་སེམས་དཔའི་སྡོམ་པ་བཤད་ནས་གཅིག་རེད་དེ་ནས་གསང་སྔགས་ཀྱི་སྡོམ་པའང་བཤད་ནས་གཅིག་རེད། སོ་དང་གི་སྡོམ་པའང་སླ་འདོད་དོ་སོ་དང་གི་སྡོམ་པ་དེ་ལ་ཐུན་ཉི་ཁྱི་ངོས་བཅུ་གསུམ་ཞེས་བྱ། སོ་དང་གི་སྡོམ་པ་དེ་ཕར་བཀྲམ་དུ་དེ་དང་ཉི་ཁྱི་ངོས་བཅུ་གསུམ་ཕྱིར་དང་ཤུགས་ཆེན་པོ་བཞིའུ་ཅིག་བཀྲམ་པ་རེད་དེ། ཚུལ་མདོས་ཡིན་དུས་དུ་ད་དོན་དག་ཐོག་ཐོག་གཅིག་རེ་གཅིག་རང་བས། གར་བཀའ་རྒྱུ་རེད་ཟེར་དུ་ཚེ་འདི་ནང་གི་གཞན་པ་བཀའ་རྒྱུ་བྱེད་དེ་མ་གཏོགས་གཞན་དག་ཁ་ཁད་ཅིག་ཡང་མ་རེད། ཚེ་འདི་ནང་གི་གཞན་པ་འདི་སྤང་བྱའི་གཙོ་བོར་ཅིག་ལ་བཞག་བྱས་དེ་ཕང་འགོག་བྱེད་ཀྱི་ཐབས་ཤེས་ལ་ཡ། ལུས་ངག་གཉིས་ཀྱི་ཆ་ནས་ཚེ་འདི་ནང་གི་གཞན་པ་དེ་ཅི་ལྟར་ན་བྱས་ན་ཁོ་ཚེ་འདི་ནང་གི་གཞན་པ་དེ་རྟོགས་པར་བ། སེམས་ཀྱི་སྐྱོན་རེད་བ། ཤེས་པར་བ། རྟག་གོ་ཤེས་པ་དེ་ཁ་ཐུག་དེའི་དཀའ་ངལ་དེ་ཚོ་དང་སྟབས་བདེ་བོར་ཕྱིན་མེད་དེ་ཚོ་དང་ཤེས་པ་ཁོ་རང་ལ་བརྟེན་ནས་མ་བྱུང་དུས་ཀྱི་ལུས་ངག་གི་ཉེས་སྤྱོད་གཉིས་པོ་དང་ལུས་ཀྱི་ཐོག་ནས་མ་ལས་དུས་ཀྱི་ཉེས་སྤྱོད་མང་པོ་ཡོང་ཆོག་གི་རེད་ངག་གི་ཐོག་ནས་མ་ལས་དུས་ཀྱི་ཉེས་སྤྱོད་མང་པོ་ཡོང་ཆོག་གི་རེད་དང་ལུས་ངག་གི་ཉེས་སྤྱོད་དེ་ཕར་དཀའ་ངལ་དེ་ཚོ་དང་ཨ་ནི་ང་ཚོ་ཁ་བྲལ་དོན་པ་སོགས་དང་དགེ་རྙིང་གི་སྟོང་པ་ཕྱེ་ནས་གཅིག་བྱས། དགེ་ཚུལ་གྱི་སྟོང་པ་ཕྱེ་ནས་གཅིག་བྱས་དགེ་སློང་གི་སྟོང་པ་ཕྱེ་ཉིས་ཁྲི་ལྔ་བཅུ་རྩ་གསུམ་བྱས་ནས་འོ་ད་དེ་ལྟ། ཚེ་འདི་ལས་ཡང་གཞན་ཚང་སོང་ན་ད་ཆོས་པ་མ་རེད་ཕྱིན་ནས་ཇི་ཚོད་བྱ་མི་ཡང་གི་དེ་ག་ནས་ཤེས་ན་ཚེ་འདི་ལ་ཡང་ཞེན་ཆགས་སྐྱེ་ཞེས་ཉིན་མཚན་ཀུན་ཏུ་ཚེ་འདིའི་དོན་དག་ལ་འབད་རྩོལ་ཇི་སྙེད་སོགས་ཤིག་ཆགས་ཚར་སོང་ད་ཆོས་པ་མ་རེད་དགེ་བ་མ་རེད། སོ་སོར་ཐར་བའི་སྡོམ་པ་དེ་ཉིས་བརྒྱ་ལྔ་བཅུ་རྩ་གསུམ་ཕྱེ་ནས་མང་པོ་དེ་བཞིའུ་བཅོ་དེ་འཕང་དེའི་སྤྲོས་པ་ཀུན་ཏུ་ལས་དུས་དང་གཅིག་རང་གཅིག་རེ་གཅིག་པོ་དེ་ག་རེས་ལ་དུས་དང་ཚེ་དེ་ན་ནས་ཤེས་པའི་ཞེན་པ་དང་ང་ཚོ་ལམ་རིང་གི་ཐོག་ལ་མ་བྲལ་བ་ཆེས་དྲོ་ཉེ་ནས་ཚེ་དེ་ན་ནས་ཤེས་པའི་ཞེན་པ་ཟ་དེ་སྐྱེ་རྒུ་ཆུང་ངུའི་ཆོས་འཁོར་གྱི་སྤང་བྱའི་ཡོན་ནི་མེད་ནས་ཆ་དོད། འཆི་བ་མི་རྟག་པ་དེ་གཅིག་བྱེད། དལ་འབྱོར་སྙིང་དཀར་བ་དེ་གཅིག་བྱེད།

ད་གོ་ཆོད་པ་རེ་ཤི་ནས་དེ་སྲུང་དེ་གྱུར། ད་གོ་ཆོད་པ་རེ་ཤི་ནས་འོ་ད་དེ་སྲུང་དེ་གྱུར། ཚེ་འདི་དག་ལ་ཤི་བའི་ཞེན་པ་སླ་འགྱུར་དང་ང་ཚོའི་སེམས་ཀྱི་ཉེས་སྐྱོན་གྱི་ཆ་ནས། སྐྱེས་ནས་བྱེད་མུ་བཞི་པོ་དུ་བར་དུ་འཇོག་གི་རྟོག་གོ་གཏམ་གསུམ་ལ་ཆགས་པ་ཆགས་པ་ཤས་ཆེ། འོ་ད་དེ་འདྲའི་གི་སོ་ཆེ་ལ་ང་ཚོའི་རྩིས་དེ་གྱུར་པ་ཚེ་གཅིག་གི་དབང་དུ་ཕྱིན། དེ་གཅིག་ལུས་ཀྱི་ཐོག་ལ་བཀྲ་མ་འདྲ་མང་པོ་བཞི་བཅུ་ཡོང་དེ་ཡོད་ངང་གི་ཐོག་ལ་བཀྲ་མ་མང་པོ་བཞི་བཅུ་ཡོང་གི་ཁོ་རང་རང་ད་ག་ཐུག་གི་མ་ཡིན་ཏེ། སྲུང་ནོར་མིན་པ་དང་པོ་གདོན་བསལ་ན་ཅིག་ཁོ་རང་རང་ད་ག་ཐུག་གི་མ་སྟེ། ཁོ་རང་ལ་གཏན་ནས་མ་བྱུང་དུ་གྱུར་གི་ལུས་ངག་གི་ཉེས་སྤྱོད་དེ་གྱུར་པ་དཀའ་ཡག་གི་ཐབས་ཤེས་ལ་ཡང

ལོ་དུང་ཕྱུར་བརྒྱད་དང་ཉེར་བཞི་ཞེ་བཞི་དྲུག་ཅུ་ཞེ་བཞི་འོ་ཐུག་སུ་པ་ང་ཚོའི་གྲངས་ཀྱི་རྩིས་དྲུག་ཡོད་ད་དེ་རེད། གསང་སྔགས་སྡོམ་པ་སོགས་ཚོ་ཚོ་གསང་སྔགས་སྡོམ་པ་ལ་ལྟོ་དུང་བཅུ་བཞི་ཡོད་རེད་ཉེར་བཞི་ཡོད་རེད་བོན་པོ་ཡོད་རེད་བྲ་མ་དྲ་མང་པོ་བཞི་བཅུ་དེ་ཚོའི་མདུན་ཡོད་འདུག་དོ་གར་ས་ལ་དུས་དོ་ཐ་མལ་བའི་སྣང་བཞིན་དེ་རེད། ཐ་མལ་བའི་སྣང་བཞིན་དེ་ལ་ཡང་ཐ་མལ་བའི་སྣང་བཞིན་རང་ངོ་བོ་འཛིན་པའི་འཛིན་པ་ས་ལ་འདུག་དོ་དེ་ལ་འདི་འཛིན་བྱེད་ཡོང་ཆོག་གི་འདུག་ག་ད་འདི་འཛིན་མ་ཡིན་པས་རང་ཐ་མལ་བར་བརྟག་དུས་ཡོད་གི་དོ་དེ་རིགས་ཀྱི་ཐ་མ་རང་གཅིག་ལྷ་དང་ལྷ་མོ་རྣམས་ལ་དེ་རྡོ་རྗེ་འཆང་དང་དེ་འབྲེལ་གྱི་འཇིགས་བྱེད་དེ་དེ་འབྲེལ་གྱི་ངོ་བོ་ལ་ཡང་མ་བལྟས་པར་བྱས། སོ་སོ་གཅིག་གི་ཤེས་རུས་གདོས་བཅས་ཀྱི་གཅིག་གི་སོ་སོའི་སྐྱེས་བུ་རང་དགའ་བོ་ཐ་མལ་བ་ཕྱེ་ནས་སྐྱོན་བཅས་ཀྱི་དེ་འབྲེལ་གྱི་རྣམ་པ་ལ་ཕ་རྟག་ཏུའང་གི་དེ་འབྲེལ་གྱི་རྣམ་སྨིན་བའི་རྣམ་པ་སྣང་བ་གཅིག་དང་ཐ་མལ་བའི་ཞེན་པ་གཅིག། རྟ་འདྲེ་བྱོན་ཡང་བྱོ་གུ་ཡོད་རེད་པ་ད་དེ་བཀག་དགོས་རེད་དེ་བཀག་ཡག་གི་ཐབས་ཤེས་ནི་ཡ། གཙོ་བརྡུང་བཅུ་བཞི་དང་ཉེས་བྱས་དང་བོང་བུ་ལ་སོགས་པ་ད་དེ་གའི་འདྲེ་ཞིག་བརྒྱབ་རེད་པ། ཚུར་འདུས་ཡོད་འདི་དང་སྤང་བྱ་གཅིག་རང་གཅིག་གི་སོ་སོའི་ངང་དུ་ཆགས་འགྲོ་གི་ཡོད་རེད་པ། བཏང་འདུག་སང་ཉིན་དེ་དུའང་ང་ཚོ་ད་ལྟ་སྐྱེས་བུ་ཆུང་ངུའི་ཆོས་འགོ་དང་ཞེས་སྐྱེས་བུ་ཆུང་ངུ་དེ་འབྲིང་གཉིས་པོ་དེའི་སོ་ཐར་ཁང་དོ་མའི་ཁུང་ཐུག་ལ་དུར་འཁྲུག་གི་ཡོད་ལ། སྐྱེས་བུ་འབྲིང་དེ་ཁམས་གསུམ་ཁོང་ལ་བྱིན་པའི་ཞལ་འབག་དེ་རེད་པ་ད་ཚེ་འདི་ལ་བྱིན་པའི་ཞལ་འབག་དེ་ད་ཁམས་གསུམ་ཁོང་ལ་བྱིན་པའི་ཞལ་འབག་དེ་སྐྱེས་བུ་ཆུང་འབྲིང་གཉིས་ཀྱི་སྐྱེ་མཆེད་དེ་ཆགས་ཡོད། ཚེ་འདི་ལ་བྱིན་པའི་ཞལ་འབག་རྟུལ་ཕུར་ཆུ་ཡང་དེ་ཉིད་ཀྱི་ངོས་བཙོ་གསུམ་དེ་རེད་ཁམས་གསུམ་ཁོང་ལ་བྱིན་པའི་ཞལ་འབག་རྟུལ་ཕུར་དུ་མ་སོང་ན་ཕི་ཀའི་ཆུ་ཡང་དེ་ཐུམ་ཉིད་ཀྱི་ངོས་བཙོ་གསུམ་ཅེས་བཤད། ཆུང་འབྲིང་གཉིས་པོ་དེ་སོ་ཐར་ཁང་དོ་མའི་ཁུང་ཐུག་དེ་དུས། སྐྱེས་བུ་ཆེན་པོ་དེ་ལ་ཡང་རང་བྱིས་པར་ཟིན་པའི་སྤྱི་མཚན་གྱི་གཉེན་པོ་ལ་ཡང་བྱད་གཞི་གསུམ་པའི་དམ་པ་དེ་ལྟ་སྟེ། གསང་སྔགས་ཀྱི། སྤང་བྱ་ཐ་མལ་བ་སྣང་ཞེན་ཞེ་སྡང་དུག་ཤུལ་སྣང་གི་དུག་ཤུལ་ཆེན་ཡོངས་དེ་གེར་བ། དེའི་གཉེན་པོ་ལ་ཡང་ཨེ་ནུ་ང་ཚོ་གསང་སྔགས་ཀྱི་སྡོམ་པའང་བྱེད་ནས། གང་སྣང་ཐམས་ཅད་ཤེས། ལྷ་དང་ལྷ་མོའི་རྣམ་རོལ་དུ་བརྟག་གོ་རེ་བྱས་ནས་དེ་དག་ལ་བར་བཅངས། ཡང་དག་དེ་ལ་ང་རྒྱལ་ཏེ་གསལ་སྣང་ཤེས། ཞེས

དེ་དང་འགལ་ཚང་སོང་ན། འདི་འཇིག་རྟེན་ཕྱི་མི་འཕེན་བྱེད་ཀྱི་དོན་དག་འདི་དང། ཐར་པ་ཐོབ་བྱེད་ཀྱི་ད་དེ་འདྲའི་གི་དོན་དག་འདི་དང་ད་འགལ་འགྲོ་གི་ཡོད་རེད། ཨོ་ད་དེ་དང་འགལ་འགྲོ་གི་ཡོད་རེད་ད་དེ་སོང་ཙང། སོ་ཐར་བ་སྡོམ་པ་དང་ནམ་ཡང་འགལ་མི་རིགས་ཕྱིར་ནས། སོ་ཐར་བ་སྡོམ་པ་དང་འགལ་ཏེ་འགྱུར་གི་མི་འདུག་ཆོག་དེ་ནས་ནི་སྙིང་གནས་འཆོལ་བ་དྲག་པོས་ད་བཤགས་སྡོམ་བྱེད་ཀྱི་ཡིན་ཕྱིར་ད་སྐྱེ་བྱེད་དེ་རེད་ད། བྱང་ཆུབ་སེམས་དཔའི་སྡོམ་པའི་ཀི་དོན་ལ་གླེང་ཡིན་དུས་དང་རང་གཅེས་པར་འཛིན་པའི་སྤྱིན་སྲེག་ད་སྤང་བྱེད་དེ་དེ་རེད་པ། རང་གཅེས་པར་འཛིན་པའི་སྤྱིན་སྲེག་དེ་ཕ་མེས་པོ་སོགས་ཀྱི་ཐབས་ཤེས་ལ་ཡང་བྱང་ཆུབ་ཐུན་ཉུང་གི་འདུན་པ་དེ་ད། རྡོ་རྗེ་དེ་ཉིད་ཀྱི་འདུན་པ་ཞེས་བདུན་པོ་གཉིས་པོ་དེ་ཉིད་འཛིན་འཁོར་མོ་ཡུག་གཡས་ཀུན་སྟོན་ཇི་བཞིན་སྨྲས་པ། ཇི་སྲིད་ལཱ་མ་ཤུ་ཀའི་གནས་མཁའ་ལ་འདུན་པ་གཉིས་པོ་དེ་སྐྱེས་པ་ནས་བཟུང་སྟེ་ཇི་སྲིད་སངས་རྒྱས་གོ་འཕང་མ་ཐོབ་པ་དེ་སྲིད་བར་དུ་འདུན་པ་གཉིས་པོ་དེ་མགོ་ཡག་གི་སོ་ཞེས་ད་དེ་ཉག་ལན་གོམ་པ་མཐའ་ཕྱིན་པ་ལྟ་བུར་ཅི་ད་དེ་གཟུགས། ད་རང་བྱིས་པ་འཛིན་པའི་སྤྱི་འཛིན་ལ་ང་ཚོ་སུམ་བརྩེགས་བཞག་ཆོག་གི་དང། དེ་འཛིན་ཕྲ་མོ་དང་དམིགས་རྣམ་མཚུངས་དེ་འཇོག་གི་རང་བྱིས་པ་འཛིན་པའི་སྤྱི་འཛིན་གཅིག་བྱས། ཨ་ནི་རང་རྒྱུད་པའི་ལུགས་ཀྱིས་དེ་འཛིན་དང་དམིགས་རྣམ་མཚུངས་དེ་འཇོག་གི་དེ་འདྲེས་ཀྱི་རང་བྱིས་པ་འཛིན་པའི་སྤྱི་འཛིན་གཅིག་བྱས། རྟག་ཆད་རང་བྱེད་དང་རང་བྱེད་འགྲུབ་པའི་རྫས་ཡོད་དེ་དམིགས་རྣམ་མཚུངས་དེ་འཇོག་གི་དེ་འདྲེས་ཀྱི་རང་བྱེད་པར་འཛིན་པའི་བྱེད་འཛིན་དེ་ཅི་ཡོད་ཟེར། དང། ཕུང་པོ་ལ་ཕ་རྟགས་འགྲོས་པ་ཁ་ཐུག་ལ་ཡང་རྟགས་དང་མི་འགྲོས་པ་ཡང་དེ་ཀྱི་ཐུག་པ། ཕུང་པོ་ལ་ནི་ང་འོང་ཞེས་ཤེས་ནས་ཕུང་པོ་འདུ་ཤེས་ཞེས་པར་བརྟེན་ནས་ང་འོང་སྙམ་དུ་བསམ། དེ་འདྲའི་ང་དེ་ཕུང་པོའི་དོན་བསྟན་ནས་ཚུལ་གྲུབ་པར་འཛིན་པར་བྱེད་ཀྱི་སྟེང་ནས་ཨ་ནི་རང་བྱེད་པར་འཛིན་པའི་བྱེད་འཛིན་དེ་དུང་རྒྱུན་བརྒྱ་བཅུ་ཐམ་པ། རིགས་དྲུག་སེམས་ཅན་ཐམས་ཅད་ལས་ཀྱང་གལ་ཆེན་པོར་ཕྱེ་ནས་ཚུལ་སྐྱེ་མཆེད་དགོངས་སུ་ཚུལ་དུག་དྲུག་ཀྱང་འདོད་དོ། རང་གི་ཚུལ་གཉིས་ཀྱིས་གྲུབ་པར་འཛིན་པའི་སྟེང་ནས་དེ་ལྟར་མིང་རྣམས་ཟུང་དྲུག་ཉིད་ཀྱིས་རང་བྱེད་པར་འཛིན་པའི་བྱེད་འཛིན་གཅིག་བྱུང་གསུང་ངོ།

འདི་མ་ཟེར་ས་ཁྱོད་མེད་དོ་ཐོག་མ་མེད་པ་ནི་ད་འདི་ཚིག་དེ་ཆེན་པོ་ཞེ་བོ་ཅིར་ལྟ། གང་ཞིག་ཐོག་མེད་དུས་ནི་སླང་དུས་ད་ད་ཁྱོད་ནི་ཧང་སང་ཡག་གི་ལྟ་ཅི་དཔེ་ཆེན་པོ་རེད། དཔེར་ན་དོན་གྱི་ཆོས་ར་ན་ལ་ཡང་ང་ཚོ་ཕང་ཚོ་ལྟ་ས་དང་དེ་བ་གི་དུམ་ཉིང་ཁུ་ཆོས་ར་ན་ལ་ཡང་ཉེ་ཆུས་ལ་ཡང་ང་ཚོ་ཕང་ཚོ་ལྟ་ས་དང་དེ་བ་གི་དུ་ལ་ཡང་ལ་རེ་རེ་བལྟས་ཚེ་ཤོག་གསུང་ཨེ་ཁབ་ཐུང་གི་སོ་སྟེ་ཤོག་གསུང་ཨེ་ཁབ་ཐུང་དེ་ད་རེས་བཅུ་གོ་ཡིན་པས། སྐྱེ་བ་འདིའི་སྔ་མ་དེ་ལ་སྐྱབས་འདུག་ག། རྒྱ་མི་རིགས་ལ་སྐྱེ་བ་བླངས་དེ་བ་གི་དུ་ལ་མི་ལ་ཁབ་ཐུང་གྱེས་གི་རེད་གོབས་སེར་འདྲེ་ལ་སྐྱེ་བ་བླན་དེ་བ་གི་དུ་ལ་མི་ལ་ཁབ་ཐུང་གྱེས་གི་རེད་བ།

དེའི་སྐྱེ་བ་སྔ་མ་ལ་ཡང་ང་ཚོས་གྲྭ་བ་བླ་མ་དེ་འདྲ་ལ་ཁ་གཏང་ཞིབ་མེད་བྱས་ནས་ང་ཚོ་ཆོས་འདི་ལ་ཐུག་གི་མ་རེད། སྐྱེ་བ་སྔ་མའི་སྔ་མ་ལྟ་བུ་ཅིག་ལ་ཆ་མཚོན་པའི་ནི་ཁ་གཏང་ཞིབ་མེད་བྱས་ནས་ཆོས་འདི་ལ་ཐུག་གི་མ་རེད། དེའི་སྔ་མའི་སྔ་མ་ལྟ་བུ་ལ་ཆ་མཚོན་པའི་ནི་ཁ་གཏང་ཞིབ་མེད་བྱས་ནས་ཆོས་འདི་ལ་ཐུག། དཔེར་ན་ང་ཚོས་གྲྭ་བ་བླ་མ་ལ་ཁ་གཏང་པའི་ཆེད་དུ་བུ་ད་ཤོད་ལ་སྐུར་བ་འདེབས་པ་གཅིག་པུ་ལྟ་བུ་ཆ་མཚོན་པའི་ད་སྐྱེ་བ་མང་པོ་མང་པོའི་རིང་གི་ལ་ད་ང་ཚོས་སྐུར་བ་མང་པོ་ཞིབ་རུ་བཏགས་ཤག་ད་ང་ཚོས་ཞིང་པོ་འབྲོག་པ་གཅིག་ངོ་ནས་ཆ་མཚོན་པའི་ཚེ་འདི་ལ་ཡང་ན་ཡར་བསད་དེ་ཡར་བསད་ཡར་དེ་ཚེ་འདི་གཅིག་པུ་ཆགས་མ་རེད།

དེར་སོང་ཙང་གང་ཞིག་ཐོག་མེད་དུ་ནས་བསགས་པ་ཡིས། ཐོག་མ་མེད་པ་ནས་ཆེས་དང་དུ་བུ་དུ་ད་ལུས་གི་ཐོག་ནས་བསགས་ཤོར་ངག་གི་ཐོག་ནས་བསགས་ཤོར་ཡིད་གི་ཐོག་ནས་བསགས་ཤོར། ད་ང་ཚོ་ལུས་དང་ངག་གི་ཐོག་ནས་བསགས་ཤོར་ཏེ་སྔོན་སོའི་དོད་པོ་རེ་བྱས་རྗེས་ཧ་གོ་བ་སོགས་ད་ཡིད་གི་ཐོག་ནས་ལྟ་གོ་བསམ་བློ་བཏང་ཤོར་ཅིག་གི་ཐོག་ནས་བསགས་འགྲོ་གི་ཡོད་པ་ད་ལས་ལྷ་བཤོས་ནང་གི་ལྷ་བཤོས་འདི་ཡིད་གི་ལས་དེ་ཡིད་ལས་དེ་ཡིན་པ། གང་དང་སེམས་ཀྱི་འདི་ལ་ཡང་གཅིག་འཁོར་སོང་ནས་གཅིག་བསམས་སོང་ནས་ཨེ་ནས་བསགས་ཚར་རེད་པ། དེ་ལ་མི་མང་པོ་དང་བྲིས་ནས་བོད་ཁ་ལང་བཏང་ནས་བོད་འབྲོག་ཟོང་བཏང་ནས་དེ་འདྲའི་ཁ་ཁད་ཆེ་ཆེན་པོ་འདི་སང་ལོའི་ནང་ལས་འདི་འདྲའི་ཞིག་ཁོ་ཁུ་ཐུག་ན་ལས་སར་འགྲོ་སང་ལོའི་ནང་ལས་ཕན་རེ་ཞིག་ཟག་གི་འདུག་ན་ལས་སར་འགྲོ་ད་དེ་ང་ཚོའི་ཡེ་ལ་རུང་ཕྱི་མ་ལས་འབྲས་ཁ་ཐུག་དེ་ཕྱིན་ཚར་རེད། ཆ་ཚང་ཕྱིན་ཚར་རེད། ད་སྡིག་པ་ཞེ་བོ་ཅིག་བོད་དེ་འདྲའི་ཞིག་བསགས་ཞོར་ད་གང་ཤེས་ཐོག་མེད་སྲིད་པའི་ཆུ་ལོང། ཐོག་པ་མེད་པ་ནས་རྟ་འདྲེ་གཅིག་ནས་སྡིག་པ་བསགས་འདི་འགོ་ཚུགས་པ་རེད་འདྲེ་གཅིག་ནས་འགོ་ཚུགས་ཡོད་མ་ཟེར་ག་དེ་འདྲའི་གི་མཚམས་འདི་ཚོས་ཆོད་ནས་མེད་པ་རེད་ཅིག་གི་སྟེང་ལ་ད་ང་ཚོས་སྡིག་པ་བསགས་ཞོར་རེད།

རི་བོ་དགེ་ལུགས་པ་དེ་དེ་རྣམས་ལས་ཀྱང་སེར་སྐྱུ་གི་ལུགས་ཀྱི་རྟ་ཐུན་མོང་མིན་པའི་ཉམས་ལེན་གྱི་འགྲོ་སྟངས་གཅིག། དང་པོ་གསུམ། ལྷ་འདྲེ་རྟ་བཞི་བོ་ཆེ་རྩ་ཆེན་པོ་བརྩིགས་ཡོང་བ་གཅིག། སྤྱི་བཏང་གི་འདུས་པ་ཡོངས་སུ་རྫོགས་པ་ཐམས་ཅད་དང་དེ་ནང་ནས་ཀྱང་དང་པོ་གསུམ་གྱི་བཅས་པ་དུ་སྐྱེ་དུ་ཡོད་དགུ་དང་མི་དུ་ཕྱོགས་འདི་པ། དུ་བ། ཞེས་འདུས་པ་ཞལ་དབྱིབས་ཀྱི། ད་འདི་སྟེ་ཡིག་བརྩེགས་ཤིག་གིན་ཇི་ཡང་རིས་བརྩེགས་ཡིན་པའི་རྟགས་ཏེ། ད་དེ་ང་ཚོའི་ཡིན་གཅིག་མིན་གཅིག་གི་སེམས་ལ་བཞག་གོ།

ཕ་མ་ལ་ཨེ་འདྲས་འདྲས་གལ་སོང་བླ་མ་དགེ་བཤེས་གཉིས་ཀྱི་བཀའ་བཅག་གི་མིན་གོང་མ་དཀྲུག་གི་མིན། སྐྱེས་ཆེན་དམ་པ་དེ་ནས་ང་ཚོ་བོད་ལུགས་ཚོའི་སྐུ་སྐྱེ་བ་ཞེས་བྱ་གི་དེ་འདྲས་གི་སྨོན་ལམ་རྒྱག་གིན་ཟིན་བྲིས་ལ་སྨན་ཐོ་གཅིག་གི་དོམ་པོ་ཨེ་འདྲས་འདྲས་ཁས་ལེན་ཞུས་དེ་ལྟར་ཁ་ཆག་ན་རེ་ཤོར་སོང་དེ་འདྲས་གི་ཐོག་ནས་དཔྱད་རྩོམ་གང་ཐོན་ད་ང་ཚོ་ཕལ་ཆེར་མེད་དེ་ཡུགས་སོ་ཏོག་དེ་དང་དོ་དག་མདོག་མདོག་དེ་ཁུ་སིམ་ཐུག་གི་མེད་པའི་རྟགས་དེ། ཡན་ལག་རྐྱང་རྐྱང་ལ་འགྲོ་གི་ཡོད་པའི་རྟགས་དེ་ད་ཁས་སེ་ང་ཚོ་བཤད་པ་དེ་ཅི་བྱ་ཞེ་ན། མཚམས་ཀྱི་དེས་བག་ཆགས་མཚོན་པ་ཡིན་ན་ལས་ཡི་གེའི་དམིགས་པ་སྐྱོང་ཡག་སོང་དང་སྟོང་ཉིད་ཀྱི་རྟགས་དབང་དང། མཚན་མེད་དང་བྱང་ཆུབ་ཀྱི་སེམས་དང་དེ་འདྲས་ག་ལ་ཡང་ཁྱོན་ནས་མེད་པ་ཞིག

ཨ་ཙང་ཅི་ནས་ཉི་མ་བདུན་བརྒྱད་བརྒྱད་དགུ་དེ་འདྲའི་འགྲོ་སྡོད་ཀུ་ཏུ་ལུ་ཁུ་ཉིན་ཁ་རླངས་ཟ་ཟེར་ཞིག་ལ་ཚུལ་འཛོམས་ལྡན་པའི་ཀུ་ཏུ་ལུ་ཡ། གཅིག་གིས་གཅིག་ལ་དྲིས་ཆེ་ཁྱེད་ར་ག་ཚོད་ལོངས་སོ་སོ་སོ་ང་སྐྱོ་བོ་ལོངས་གྲོགས་ཡོད་སྟབས་བུམ་ལོངས་གྲོགས་ཡོད། ཁོ་ག་ཚོད་ལོངས་སོ་སོ་སོ་ཁོ་བརྒྱ་ཕྲག་ཁ་ཤས་ཤི་མ་ཐོག་ཡོང་མར་ཉིས་བརྒྱ་སུམ་བརྒྱ་ཤི་མ་ཐོག་མེད་ཟེར་ཤས་ཆེ། ཁོ་ར་ཚིག་ཚིག་རྐྱང་ཆེ་ནས་གྲངས་ཀ་རྐྱང་རྐྱང་ལ་མ་ཐོག་ད་རེ་བ་མ་རྐྱང་ཉིད་དེ་ནི་ཁོ་ཧང་སང་ཆེ་བྲི་ག་ཆེ་གི་ར་བ། ཁོ་གར་ཤར་བས་སུ་ཉི་མ་སྟོབས་ན་དེ་ན་ལ་ཡ། ཨ་ནི་ཁོ་ལན་བརྒྱབ་འདུག་ཁྱེད་ར་ཚིག་ས་གི་དེ་ཚ་མགྱོགས་པོ་ཞིག་ལོངས་སོང་བ་རེད། ང་དོ་ཐག་ས་གི་དེ་ཚ་ཨ་ནི་གོར་སོང་བ་རེད།

དངོས་གནས་བཤད་ན་མཚམས་རེ་ཡང་འདོད་དུས་ཁྱི་ཡིན་པའི་གནས་ལ་མང་དོན་དུ་དོ་མི་ཡིན་པ་ཅིག་གོ་ཐུབ་གི་བ་སྟེགས་སུ་བཏགས་འགོ་ཞིག་རེད་པ་ག་གེ་ག་དང་བསམ་བློ་གཏོང་སྟངས་ག་གེ་ལ་སྐྱོ་བའི་ཐད་ཤོག་མ་རེད། སྐྱབས་འགྲོ་བུམ་ལོང་དོར་ཏེ། བྱས་ཙང་དབང་བསྟན་འགྲེལ་དགོས་སུ་ལ་ཞིག་བྱེད་ཀྱི་འདུག་ད་ནི་ང་ཚོ་ཆོས་གང་ཡིན་ནི་ལ་ཁྱོན་ནས་ནུས་པ་ཁྱོན་ནས་མ་ཐོན་ཡ་ཟོར་ལྟ་ཁྱོན་ནས་མ་ཐོན་ཡ་དེ་འོ་ལྟ་དེ་འདྲ་ཅིག་གི་ཐོག་ནས་འགྲོ་ཐལ་ཐབས་ཐུག་ཤོ་ཆག་དེ་ད་གང་ཡིན་ནི་ལ་ཟོར་ལྟ་ཁྱོན་ནས་མ་ཐོན་ཡ་དེ་འོ་ལྟ་ཐུག་ཆག་འགྲོ་གི་ཡོད་ད། པའི་ཨ་ལ་པ་ལ་ཐེབས་ཆག་སྐྱེན་ཆག་ཐེབས་ཆག་སྐྱེན་ཆག་པའི་རྩ་བའི་སྐྱེན་ཆག་རེད་པ།

ཡར་རྒྱས་ཀྱི་ཤེས་འདི་པའི་རྣམ་པར་དེ་ཁྱོན་ནས་ཡོད་མ་རེད་གཞན་དག་གཅིག་གིས་སོ་སོ་ལ་བལྟས་བལྟས་པའི་ཁུ་ཐུག་ཐུག་བ་ལས་སངས་རྒྱས་ཀྱི་ཤེས་འདི་པའི་རྣམ་པ་ཁྱོན་ནས་མེད་པ་དོན་དོན་ཏུ་ཐུག་ཐུག་ལ་ཕྱིན་བསྡད་པའི་སོར་གཅིག་ད་དེ་ང་ཚོ་དགོངས་པ་ཞེ་བོ་ཅིག་ཤེས་དགོས། ད་གནད་འགག་ཨ་དེ་ཡིན་དུས་དེ་སྡོམ་པ་གསུམ་གྱི་དཔྱད་རྩོམ་དུ་བཀལ་དུ་ཡོད་ད་དེའི་སྐབས་དེ་ང་ཚོས་སེམས་ཞིབ་བཏང་གོ་ད། དེ་སྲོག་ལ་ཐུག་ན་ལས་མ་འགལ་བའི་ཕྱིར་གོ་ད་སོ་སོའི་སྡོམ་པ་ག་རེ་ཁེངས་ནས་ཞུ་ན་དཔེར་ན་དགེ་བསྙེན་གྱི་སྡོམ་པ་རེ་བས་རང་རང་སོ་སོས་ཁས་བླངས་ཤིག་ཆོས་ཀྱི་དམ་ཚིག་གི་སྡོམ་པ། དགེ་ཚུལ་གྱི་སྡོམ་པ་རེ་བས་དགེ་སློང་གི་སྡོམ་པ་རེ་བས་བྱང་ཆུབ་སེམས་དཔའི་སྡོམ་པ་རེ་བས་ད་དེའི་སྐབས་དེ་ཤུགས་ཕྲ་མ་བརྒྱབ།